འཛམ་གླིང་ཞི་བདེ་སེམས་ཀྱི་སྟོན་པ་རྒྱ་རིན་པོ་ཆེའི་གུས་ཕྱག་གཉིས་དུ་བཏང་ནས་སྐྱབས་གནས་ལྷ་རྗེ་རྣམ་པ་སྐྱབས་གནས་དགེ་འདུན་རྣམ་པ་ཕ་ཡུལ་བོད་ཅེས་ཀྱི་བོད་རིགས་སྤུན་ཟླ་རྣམ་པ་ཚང་མ་ལ་འཚམས་འདྲི་ཞུ་གི་ཡོད། ཨ་ནི་ངའི་མིང་ལ་བྱམས་པ་བཀྲ་ཤིས་རི་རྩེ་ཀུ་ར་ལགས་ཀྱི་ཡོད། ང་རང་འདི་ཧང་ཏཱ་མེ་ནི་སོ་ཏྲ་ས་གནས་ལ་འདུག་བྱས་ནས་བསྡད་ཡོད་ཟེར་ན་ཞུ་ཡས་ཡིན།

བོད་པའི་རིག་གཞུང་སྲུང་སྐྱབ་བྱེད་ཡ་ད་ཨ་ནི་རྒྱལ་བ་རིན་པོ་ཆེ་གི་ཐུགས་བསྐྱེད་དམ་བཅའ། བོད་པའི་རིག་གཞུང་སྲུང་སྐྱབ་བྱེད་ཡ་བོད་པའི་སྐད་སྲུང་སྐྱབ་བྱེད་ཡ་གི་ཐོག་ལ་ཡུ་ཀྲུབ་དྲ་རྒྱ་ནས་ཡང་ཅིག་བོད་རིགས་སྤུན་ཟླ་རྣམ་པ་དམིགས་བསལ་གྱི་ལོ་གཞོན་པ་དང་ལོ་གཞོན་པ་རྣམ་པ་ཚོ་ལ་ཡང་ཅིག་བོད་ནང་ལོ་ལ་ད་ཅིག་གནས་སྟངས་ག་འད་ག་འདྲ་ཆགས་ཀྱི་ཡོད་མེད་ང་ཚོ་བོད་པས་ཀྱི་སྐད་བོད་པས་ཀྱི་ཆོས་བོད་པས་ཀྱི་རིག་གཞུང་གལ་ཆེན་པོ་ག་ག་ཆགས་ཀྱི་ཡོད་མེད་ཨ་ནི་འདི་ནས་ཅིག་བདག་ལན་འགྲོ་ཅིག།

ཕྱི་ཟླ་བདུན་པའི་ཟླ་རེ་གཅིག་ལ་ད་བོད་ནང་ལོགས་ལ་ཁྲིམས་གསར་བ་ཇི Ethnic Unity Laws ལ་ཇི་དེ་འདས་ཇི་སྤུ་དགུ་ལོ་གསུམ་བུ་སོ་གང་ནས་བྱས་ནས་སྔོན་འགྲོ་ད་ཨ་ནི་ཇི་ལོ་བཅོ་ལྔའི་བར་དུ་རུ་བ་ལོ་བཅོ་བདུན་བཅོ་བརྒྱད་བར་དུ་སྤུ་དགུ་དེ་ཚོ་ད Mandarin རུ་བ་རྒྱ་སྐད་དེ་མ་ཤེས་ག་ཡ་མེད་བས་ཀྱི་ཁྲིམས་གསར་བ་ཇི་བཟོས་ཡོད་རེད་གཙོ་བོ་དེ་ད་ང་ཚོ་བོད་པའི་ཀྱི་སྐད་ད་བོད་པའི་ཀྱི་རིག་གཞུང་བོད་པའི་ཀྱི་ངོ་བོ་དེ་རྦད་ཙམ་ཡང་བཏང་ཡང་ཀྱི།

ད་ཉི་མ་གཅིག་ང་ཚོ་ལས་ཀར་འགྲོ་ཆེད་སྤུ་བོ་འདི་ཁ་ལག་བཟོས་སྟངས་གལ་ཆེན་པོ་རེད་ལབ་སྤུ་བོ་འདི་ཁ་ལག་ཁ་ལག་གི་བཟོས་ཡས་ཀྱི་ག་ལ་བ་ད་གཅིག་ལམ་སྟོན་བཟོས་སྟངས་གི་གཅིག་མེད་ཚ་ལོས་ད་ཡག་ད་སྣུམ་ག་ཚོད་བླུག་འོས་མེད་འདི་ཡག་པོ་གཅིག་མ་ཤེས་པ་ཡིན་ན། ཁོ་ཁ་ལག་མེད་ཚེ་ཡས་ད་ཐབ་ཚང་ནང་བ་ན་མེད་ཚེ་ཡས་ཀྱི་ཉེན་ཁ་ཆེན་པོ་ཞུ་གཅིག་ཆ་གི་ཡོད་ར་བ། དེ་ནང་བཞིན་གྱི་དཔའ་བོ་སློབ་དགའ་རང་བརྩེ་ལགས་ཀྱི་ང་ཚོ་རྡོག་རྩ་གཅིག་སྒྲིག་བྱེད་དགོས་རེད་ལད་དེ་དང་ཨ་ནི།

ད་ཁོ་ཤ་ཡིན་གྱི་མི་ཟ་བོ་རེད་ཁྱོད་ཤཤ་མ་ཟ་ན་འགྲིག་མ་རེད། ལག་ན་ཡི་ཏག་ཏག་ཅིག་བསྡད་ཀྱི་ཡོད་མ་རེད་རོ་ཁོ་རང་གི་ག་ལ་བར་ལྟ་ཅིག་འདོད་པ་དང་ཁོ་རང་གི་རྒྱུ་བ་རྒྱུ་མཚན་ཡོད་རོ། ད་གཉིས་བ་དེ་ལ་མི་ཤ་ཟ་ངེས་ཀྱི་ཡང་ཟ་ཁང་ལ་འགྲོ་ཆེ་ཤ་ཟ་བ་ཡིན་ན་ད་ཁྱོད་ཤ་ཟ་གི་འདུག་ཤ་ཟ་ན་འགྲིག་པ་རེད་ཤ་ཟ་ན་འགྲིག་གི་མ་རེད་ལག་ན་ཡི་ཏག་ཏག་ཅིག་བསྡད་ཀྱི་ཡོད་མ་རེད། ཡིན་ན་ཡང་ཤ་ཟ་ངེས་ཅན་ཡིན་པ་ཡིན་ན་རེད་ཤ་མ་ཟ་ངེས་ཅན་མེད་ཅན་ཡིན་པ་ཡིན་ན་རེད་གཉིས་ཀ་གི། གཅིག་ལ་ཐུན་ཡན་དེ་ག་རེ་ཟེར་བ་ཡིན་ན་ཁོ་རང་ཚོ་ཁ་ལག་དེ་ཟ་བར་བ་ཁ་ལག་དེ་གཅིག་བྱ་དེ་བར་བ་ཁོ་རང་གཉིས་ཀ་གི། ག་ལ་བར་ད་ཅིག་བསམ་བློ་བཏང་ས་ད་ཁོ་རང་གཉིས་ཀ་གི། ཨིན་སྐད་ནས་ཞུས་བ་ཡིན་ན purpose ལ་བར་བ་དོན་དམ།

འདི་ནང་བཞིན་གྱི་མི་དེ་ཁ་ལག་ཤ་མ་ཟ་ངེས་ཅིག་ཡིན་པ་ཡིན་ན་ཡང། ཁྱོད་རང་ཤ་ཟ་དགོས་རེད་ཤ་མ་ཟ་ན་འགྲིག་གི་ཡོད་མ་རེད། ཁྱོད་རང་ནད་པ་ཆགས་ཀྱི་རེད་ལབ་པའི་ང་ཚོ་གི་དབང་ཆ་དེ་ཡོད་མ་རེད་རེད་བ། གཉིས་པ་དེ་ལ། ཤ་ཟ་ངེས་ཅིག་ཡིན་པ་ཡིན་ན་ཁྱོད་རང་ཤ་ཟ་མེད་ཤ་མེད་དེ་གི་ཤ་ཟ་ངེས་མི་དེ་ལ་ཁྱོད་རང་ཤ་ཟ་དགོས་རེད་ཤ་ཟ་ཡ་ཡོད་མ་རེད་ཁྱོད་རང་ཤ་ཟ་ན་སྡིག་པ་ཡོད་རེད། ཤ་ཟ་ན་གཅིག་གཅིག་ལ་གནོད་གི་རེད་གཅིག་གཅིག་ལ་རེད་ལབ་དེ་ང་ཚོ་གི་ཏག་ཏག་ཅིག་བསྡད་གི་ཡོད་མ་རེད་རེད་བ།

བོད་དང་བོན་པ་དེ་དང་པོ་ཞེས་དེ་ཧ་ཅང་གི་གལ་ཆེན་པོ་རེད་རེད་ཤག་ཆ་དེ་ཕྱིར་བ། འདི་ལ་ང་ཚོ་གཅིག་ལ་བསམ་བློ་བཏང་ནས་འགྲོ་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད་ཤག་འདི་སོང་ཙང། ང་ཚོ་ཆོལ་ཁ་ཆོས་ལུགས་ག་ནས་ཡིན་ན་ཡི་རེད་ང་ཚོ། ཕ་ཡུལ་ག་ནས་ཡིན་ན་ཡི་རེད་རོ་བ། འོ་འདི་ང་ཚོ་དང་པོ་ཞེས་དཔེ་གལ་ཆེན་པོ་རེད་ཤག། མཚམས་མཚམས་སྤྱི་ཚོགས་ནང་ལོགས་ལ་ང་ཚོ་སྐད་ཆ་མཐོ་དམན་ཤོར་དགོས་རེད་སྐད་ཆ་མཐོ་དམན་ལབ་བ་ཡིན་ན། མཚམས་མཚམས་ང་ཚོ་སྐད་ཆ་ལྟ་བྱེད་ག་ལ་བོ་རེད་ངར་ཚ་བོ་དག་སྐད་ཆ་ཏག་ཏག་མ་བསྡད་པ་ཅེས་སེམས་པ་ན་ཤོག་དྲུག་རེད་ང་ཚོ་མི་རེ་ཁག་ཡོད་མ་རེད་རེད་བ། འདི་ཤོག་དྲུག་རེད་རེད་བ་འདི་སོང་ཙང། ད་སྐད་ཆ་དེ་འདྲས་ཀྱི་ཤོར་འདུག་གམ་བུ། སྐད་ཆ་དེ་ཁ་ནས་མ་མ་ཤོར་ངེས་ལ་ང་ཚོ་བསམ་བློ་བཏང་བར་བསམ་གི་འདུག་གཅིག་སྒྲིལ་གྱི་བསམ་བློ་བཏང་ཡ་རེད་བ། གཅིག་སྒྲིལ་དེ་མངལ་དུ་ཞུ་བ་ན་ཞིག་རེད། ང་ཚོ་གི་བོད་ཆགས་ཀྱི་ཡོད་རེད་ང་ཚོ་གི་བོད་རིགས་སྤུན་ཟླ་ང་ཚོ་བོད་པ་ཡིན་ལ་ཡ་ཆུང་འདི་དང་པོ་ཆགས་པ་རེད་རེད་བ། དེ་སོང་ཙང་ང་ཚོ་མི་གཅིག་གང་འདོད་ཅིག་ཐུག་བ་ཡིན་ན་ཡང་རེད། ཅིག་སྐད་ཆ་ཤེས་འདོད་དཀོན་པོ་ཡིན་ན་ཡང་རེད་རེད་བ་ཆོལ་ཁ་ཆོས་ལུགས་སྐོར་ལ་ཡིན་ན་ཡང་རེད་ཕ་ཡུལ་གང་ནས་ཡིན་མིན་སྐོར་སྐད་ཆ་ཡིན་ན་ཡང་རེད་ཅིག་སྐད་ཆ་ཅིག་སེམས་པ་ནང་ལོགས་ལ་རེད་བ། མི་གཅིག་ལ་ཨོ་སྐད་ཆ་འདི་ད་ཐོག་མའི་ཤོར་ས་རེད་སྐད་ཆ་འདི་ཅིག་སེམས་པ་ནང་ལོགས་ཅིག། མི་ལ་ཕྱག་ལས་རྒྱག་ཡ་དང་ཅིག་མི་ལ་དམའ་འབེབས་བྱེད་ཡ་དང། དེ་འདྲས་ཅིག་སེམས་པ་ནང་ལོགས་ཤོར་འགྲོ་བྱེད་བ་ན་དང་པོ་དེ་ལ་ཨོ། སེམས་ནང་ལ་བསམ་བློ་གླེང་བ་དང་བསམ་བློ་བཏང་ན་སྤྱི་བཏང་གི་སྤྱི་ཚོགས་ནང་ལོ་ལ་མི་གསུམ་ཡོད་རེད་རེད་བ། མི་གཅིག་དེ་ག་རེད་ཟེར་བ་ཡིན་ན། ཁོ་སེམས་པ་ནང་ལ་བསམ་བ་དང་ལབ་སང་ཁ་ནས་བཤད་ངེས་ཡོད་རེད་རེད་བ། མི་གཉིས་པ་ཡིན་ན་བསམ་བློ་གཉིས་སེམས་པ་ནང་བསམ་བློ་གླེང་བ་དང་ཁོ་བསམ་བློ་གཉིས་བཏང་ནས་སྐད་ཆ་བཤད་ཀྱི་རེད། མི་ཁ་ཤས་ཡིན་ན་སྐད་ཆ་བཅད་ཤིང་མ་རེད་སྤྱི་ཚོགས་ནང་ལ་གཅིག་ཉན་ནས་ཀྱང་བསྡད་བསྡད་ངེས་ཡོད་རེད་རེད་བ། འདི་སོང་བཟང་ད་ངས་ག་རེ་ལབ་ཡོད་ཞུས་པ་ཡིན་ན་ང་ཚོ་སེམས་པ་ནང་ལོག་ལ་ཅིག་ད་ཆོལ་ཁ་ཆོས་ལུགས་ཀྱི་སྐད་ཆ་དག་ད་ག་རེ་ཡིན་ན་ཡང་སེམས་པ་ནང་ང་ཚོ་གླིག་གི་རེ་ཁ་ཡོད་མ་རེད་ང་ཚོ་མི་ཡིན་པ་ཙམ་གྱིས་ང་ཚོ་སེམས་པ་ནང་ལོག་ལ་ཉིན་མོ་དང་འཛིན་རང་བྱེད་འཛིན་འདི་ཚོ་གླིག་གི་རེད་རོ་ད་དེ་ནང་ཆོས་ཀྱི་ད་ཚིག་ཁ་ཤས་ཅིག་དེ་ཞུས་པ་ཡིན་རོ་ད་དེ་ནང་སེམས་པ་ནང་ལོག་ལ་ངར་སྐད་དག་ཕྲག་དོག་དང་འགྲན་སེམས་དེ་འདི་གླིག་གི་རེད་རོ་དེ་ཚོ་གླིག་དོ་དཀོན་པོ། ཁ་ནས་སྨྲ་ཤེས་ངེས་ལ་ང་ཚོ་བསམ་བློ་གཉིས་བཏང་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད་རེད་བ། བསམ་བློ་གཉིས་ག་རེ་བཏང་བར་ཟེར་བ་ན་བསམ་བློ་དང་པོ་དེ་ལ་སེམས་པ་ནང་ལོག་ལ་དབུ་འུ་ཐ། ཆོལ་ཁ་ཆོས་ལུགས་ཀྱི་སྐད་ཆ་ཡིན་ན་ཡི་རེད་ཕ་ཡུལ་གྱི་སྐད་ཆ་ཡིན་ན་ཡི་རེད། དེ་འདྲའི་སྐད་ཆ་ཞིག་སླེབས་དུས་གོང་པོ་ང་ཚོ་བསམ་བློ་གཉིས་བཏང་ཡ་དཔེ་གལ་ཆེན་པོ་རེད་བསམ་བློ་གཉིས་བཏང་དུས་གོང་པོ་ཨ་ནི་ང་ཚོ་གི་བསམ་བློ་དེ་ནང་ལ་ག་རེ་བཞག་བར་ཟེར་བ་ཡིན་ན་དང་པོ་དེ་ལ་ངེད་ཀྱི་སྐད་ཆ་སེམས་པ་ན་བསམ་བློ་དེ་འདྲ་ཞིག་སླེབས་སོང་ཟེར་བ། དེ་བསམ་བློ་ལ་སླེབས་བ་དང་ངེད་ཀྱི། ཁ་ནས་བཤད་པ་ཡིན་ན་ང་ཚོ་ཕ་ཡུལ་བོད་ནང་ལ་བོད་རིགས་སྤུན་ཟླར་ག་ཚོད་གནོད་ས་རེད་རེད་བ་ང་ཚོ་བོད་པ་རེད་བ་ང་ཚོ་བོད་བོད་འདི་ལ་ག་ཚོད་གནོད་ས་རེད་འདི་ང་ཚོ་བསམ་བློ་བཏང་ཡ་ཨ་ནི་ཧ་ཅང་གི་གལ་ཆེན་པོ་རེད་བསམ་གྱི་འདུག་ང་ཚོ་གི་ལམ་སྟོན་དང་ཐབས་སྲོལ་ག་རེ་ཡིན་ན་ཡི་རེད་བོད་འདི་དང་པོ་བྱ་ཡ་འདི་ཧ་ཅང་གི་གལ་ཆེན་པོ་རེད་བོད་པ་ལ་དང་པོ་བྱ་ཡ་འདི་སོང་ཙང་ང་ཚོ་དཔའ་བོ་བློ་བཟང་རང་བཙན་ལགས་ཀྱི་གསུང་དུ་བ། ང་ཚོ་སྡོད་སྡོད་སྡོད་མེད་ཡོད་ཙང་ཆོལ་ཁ་ཆོལ་ལེ་གང་ན་ཡོད་ན་ཁྱད་པར་ཡོད་མ་རེད། གལ་ཆེ་ཤོས་དེ་ང་ཚོ་བོད་པ་རེད་ཟེར་བ། ཨ་ནི་ང་ཚོ་མུ་མཐུད་ནས་བོད་ཀྱི་དོན་དག་ལ་ང་ཚོ་གིས་གང་ལ་ཧུར་ཐག་ཅིག་ལམ་སྟོན་སྟོན་དགོས་རེད་ཟེར་ལ་ནི་ཁོང་གིས་གསུངས་འདུག་བ། འདི་སོང་ཙང་རོ་ད་ང་ཚོ་ཅིག་མིའི་ནང་ལོགས་ལ་ཅིག་སྐད་ཆ་ག་རེ་བཤད་ཀྱི་ཡོད་ན་ད་ང་ཚོ་གཅིག་སྒྲིལ་ལས་དེ།

ད་ངེད་ཀྱི་བསམ་བློ་དེ་འདི་ཅིག་སླེབས་སོང་ཟེར་དེ་ངེད་ཀྱི་ཁ་ནས་བཤད་པ་ཡིན་ན། ང་ཚོ་ཕ་ཡུལ་བོད་རིགས་སྤུན་ཟླ་ལ་ག་ཚོད་གནོད་ས་རེད། ང་ཚོ་བོད་པའི་གི་གཅིག་སྒྲིལ་ལ་ག་དུས་གནོད་ས་རེད་ཟེར་བ། ང་ཚོ་ཕ་ཡུལ་བོད་ལ་ག་རེ་གནོད་ས་ཟེར་བ་སྤྱི་སྟངས་ཀྱི་ཕ་ཡུལ་ང་ཚོ་འདྲ་མི་འདྲ་ཡོད་རེད་དེ་ཡིན་ན་ཡང་ཕ་ཡུལ་བོད་དེ་དང་པོ་བཞག་དགོས་རེད་ཟེར་བ། འོ་དེ་འད་ཅིག་ང་ཚོ་བསམ་བློ་གླེང་བ་ན་ཏན་ཏན་གྱི་ཨ་ནི་ནུས་པ་ཅིག་ཐོན་ནས་འགྲོ་ཐུབ་ས་རེད་བསམ་གི་འདུག་རོ།

ཚང་མ་ཨ་ནེ་ཅེས་གི་ང་ཕ་སྐད་འགྲོ་འདུག་མགོན་པོ་དྲང་པོ་བཤད་བ་ཡིན་ན་ད་དེང་སང་བློ་དཀར་དཔའ་བོ་བློ་དཀར་རང་བཟི་ལགས་ཀྱི་བཀའ་དེ་ཉན་འདུག་མགོན་པོ་ད་སེམས་པ་ན་དགོན་ནས་དགོན་ནས་ང་རང་དྲིན་གཟོ་བསླང་གི་ཡོད་བ་ཨོའོ་ད་ང་དེང་སང་བོད་པ་མ་ཤེས་ཞེ་དྲག་མཐོང་གི་མི་འདུག་སེམས་པ་ན་ལོ་བསམ་བསམ་འདི་གླིག་གི་འདུག་ཨོའོ་ད་ཅིག་ཆོལ་ཁ་ཆོས་ལུགས་རེད་དེ་འདི་གི་བསམ་བློ་གླེ་དུང་ལ་བསམ་བ་ན་ཨོའོ་ང་བོད་པ་ཡིན་འདི་དང་པོ་ཞག་འདི་ལ་ནི་སེམས་པ་ན་འདི་ཅིག་གླིག་གི་འདུག་རེད་བ་འདི་སོང་ཙང་ང་ཚོ་གཅིག་སྒྲིལ་མཐུན་སྒྲིལ་བྱས་ཏེ་གཅིག་ལ་འགྲིག་གི་འདུག་རེད་བ་གཅིག་སྒྲིལ་ལ་འདུག་མགོན་པོ་གཅིག་ལ་འགྲིག་གི་འདི། སོ་སོ་གི་བསམ་བློ་གཅིག་ལ་བསྒྲིགས་ནས་འགྲོ་ན་ང་ཚོ་དཀའ་ངལ་མུ་མཐུད་ནས་སྤྲི་ཡེར་དང་ཧན་དོའི་དཀའ་ངལ་མང་དུ་སྤྲི་ཡེར་གྱི་ཉེན་ཁ་ཆེན་པོ་ཞུ་ཀྱི་ཡོད་རེད་རེད་བ། ཨ་ནི་དཔའ་བོ་སློབ་དགའ་རང་བཟེ་ལགས་ཀྱི་སྙིང་རྗེ་སོ་སོ་གི་ད་ཅིག་ལུས་སེམས་མི་བཟད་བ་ན་ང་ཚོ་བོད་རིགས་པའི་དོན་པ་ལ་དོན་དག་ལ་མེད་བ་མེད་བ་ད་ཡིན་དེ་ཇི་ལྟར་ཁོང་གི་སྙིང་རྗེ་ད་སྐུ་ལུས་མེ་དགྲ་འདུལ་བྱེད་ནས་ཕུལ་བ་རེད་བ། དེ་སོང་ཙང་ང་ཚོ་ད་ཅིག་གཅིག་སྒྲིལ་མཐུན་སྒྲིལ་ལས་དེ་ག་རེ་ཡིན་མིན་ང་ཚོ་བསམ་བློ་བཏང་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད་ཤག་རེད་བ། དམིགས་བསལ་གྱིས། YouTube དྲ་རྒྱ་ནང་ལོ་ལ་ད་ཅིག་ང་ཚོ་བརྙན་ཐུང་བཟོས་ངེས་དེང་སང་མང་པོ་ཞུ་བཞིན་འདུག་ཨ་ནི་ཆབ་སྲིད་སྐོར་ལ་བརྙན་ཐུང་བཟོས་ངེས་འདུག་རེད་བ། ཆབ་སྲིད་ཀྱི་སྐོར་ལ་བརྙན་ཐུང་བཟོས་ངེས་ཡིན་ན་དཔེ་ཡག་པོ་རེད་གང་ཟེར་ན་ཆབ་སྲིད་དེ་གལ་ཆེན་པོ་རེད་ང་ཚོ་ཧ་གོ་ཡས་དཔེ་གལ་ཆེན་པོ་རེད་གོ་ལྡོག་དཔེ་ཡག་རེད་བ། ཡིན་ན་ཡང་ཆབ་སྲིད་ནང་ལོ་ལ་ང་ཚོ་སྐར་མའི་ནང་དུ་དགོངས་པ་མངར་དུ་ཞུ་བ་ནང་བཞིན་རེད། གཅིག་སྐད་ཆ་བཤད་ཡས་ཡིན་ན་མི་འདོད་ང་ཚོ་གི་དང་པོ་དེ་ལ་གཅིག་སྒྲིལ་མཐུན་སྒྲིལ་ལ་ག་ཚོད་གནོད་ས་རེད་ག་ཚོད་ཕན་ས་རེད་རེད་བ། གཅིག་བཀའ་མོལ་གནང་ཡས་ཡིན་ན་རེད་སོ་སོ་བཀའ་མོལ་གནང་ཡས་ན་གནང་ན་འགྲིག་གི་རེད་ག་རེ་གནང་ན་འགྲིག་གི་རེད་ག་རེ་བཤད་ན་འགྲིག་གི་རེད་འདི་དམངས་གཙོ་ལུང་པ་རེད་ཡིན་ན་ཡང་དམངས་གཙོ་ལུང་པ་ལ་ང་ཚོ་གི་གཅིག་སྒྲིལ་མཐུན་སྒྲིལ་ཕ་ཡུལ་བོད་རིགས་སྤུན་ཟླ་དང་ཕ་ཡུལ་བོད་འདི་ལ་གཅིག། གནོད་གི་རེད་བསམ་པ་ཡིན་ན་དམིགས་བསལ་གྱི་ང་ཚོ་གི་རྩ་བའི་བླ་མ་རྒྱ་གར་རིན་པོ་ཆེ་ལ་ཨ་ནི་ཅིག་ཕན་ས་རེད་བས་ཕན་ས་མ་རེད་ང་ཚོ་བསམ་བློ་ཞིག་བཏང་དགོས་རེད་བ། ཨ་མདའ་དཔའ་བོ་སློབ་དགའ་རང་བྱེད་ལགས་ཀྱིས་གསུངས་འདུག་རྒྱ་གར་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་ག་ག་ཆགས་ཀྱི་ཡོད་མེད་ཁོང་གི་སྐུ་ལུས་སྐྱོན་ཆེད་ང་ཚོ་རང་དབང་རང་བཙན་ཤོར་ནས་བོད་རྒྱ་གར་ནང་ལོ་སྐྱབས་བཅོལ་ནང་ལས་རག་ཡོད་རེད་ང་ཚོ་བོད་རིགས་པའི་ནང་ཨ་རི་ལུང་པ་ལས་ཡ་དེ་ཁོང་གི་ཐུགས་རྗེ་ག་རེ་རེད་གསུངས་གི་འདུག་རྒྱ་གར་རིན་པོ་ཆེ་གི།

གཅིག་ལ་རྒྱོ་དང་གཅིག་ཤེས་རྒྱོ་དང་གཅིག་བྱེད་རྒྱོ་དེ་འགྲིག་གི་མིན་ན་འགྲིག་གི་མེད་རེད་ཤེས་བ་རེད་བ། ཡིན་ན་ཡང་ཉི་མ་རྟག་པར་འགྲིག་གི་མི་འདུག་གཅིག། ད་ཆོལ་ཁ་ཆོས་ལུགས་དང་གཅིག་ཚོགས་པ་ཁོ་རང་གི་མིང་བཏོན་ནས་ང་ཚོ་བཤད་བསྡད་པ་ནི་ཏག་ཏག་ཞིག་བསྡད་ཀྱི་ཡོད་མ་རེད་འདི་གཅིག་སྒྲིལ་མཐུན་སྒྲིལ་ལ་ཕན་ཡོད་ཡོད་མ་རེད་གཅིག་སྒྲིལ་མཐུན་སྒྲིལ་ལ་གནོད་ཡོད་མ་ཞིག་ཡོད་མ་རེད་བ། ང་ཚོ་ནང་ཆོས་ནང་ལ་གསུང་གི་ཡོད་རེད་བ་རང་གཅེས་འཛིན་རེད་བ་རང་གཅེས་འཛིན་ལབ་པ་ན། ད་ཨིན་སྐད་ནས་ཞུས་པ་ན self centered ལབ་ཡོད་རེད་བ་སོ་སོ་རང་གི་བསམ་བློ་འདི་འགྲིག་གི་རེད་འགྲིག་ཤག་འགྲིག་ཤག་ལབ་ནས་འགྲོ་བ་ཡིན་ན་ངའི་ཆོལ་ཁ་ཆོས་ལུགས་ངའི་ཕ་ཡུལ། ངས་དེ་ཅི་ཅི་ཅི་མ་མ་ཅིག། ལབ་བདེ་བ་ཡིན་ན་ང་ཚོ་དཀའ་ངལ་ཆེ་བ་མ་གཞི་དཀའ་ངལ་དྲིས་ཡ་ཡོད་མ་རེད་འདི་སོང་ཙང་ང་ཚོ་དཔའ་བོ་སློབ་དགའ་རང་བཟོས་ལ་སྙིང་རྗེ་ཆོག་གཅིག་ནི་ཁོ་རང་གིས། ཁོ་རང་གི་གྲོགས་པོ་ཅིག་མཉམ་དུ་ཁོ་རང་གྲོགས་པོ་དེའི་གསུང་གོ་དུ་བ་སྙིང་རྗེ་ཁོ་རང་ག་རེ་གསུང་གོ་དུ་ལབ་པ་ཡིན་ན། སྙིང་རྗེ་དཔའ་བོ་སློབ་དགའ་རང་བཟོས་ལ་ད་བེ་རི་བིན་དང་རྡོག་རྩ་གཅིག་སྒྲིལ་མེད་བས་ཀྱི་སྙིང་རྗེ་ཁོ་རང་སེམས་འཚབ་དེ་འདྲ་དེ་འདྲས་ཅིག་ཁོ་རང་གིས་ལབ་ཡོད་དུ་ལབ་ཡོད་དུ་བ་ད་ཁོ་རང་སེམས་པ་ནོར་ལ་སྙིང་རྗེ་དངོས་གནས་ཀྱིས།

ཕ་ཡུལ་བོད་ནང་ལ་ད་ཁོ་རང་གི་ལས་འགུལ་སྤེལ་གོ་རེད་ལབ་ཤེས་ང་རང་དེ་ད་མུ་མཐུད་ནས་ལས་འགུལ་སྤེལ་ཡོད་ཀྱི་ཐབས་ཤེས་ད་བེད་རྩོལ་བྱེད་ཀྱི་ཡོད་རེད་བ་ཡིན་ནའི་ཡང་སྔར་དུ་ཞུས་བ་ནང་བཞིན་རེད་ང་ཚོ་སེམས་པ་ལྷོད་ལྷོད་བྱེད་གོ་རེད་ད་སེམས་ལྷོད་ལྷོད་བྱེད་གོ་རེད་བསམ་བློ་རྒྱ་ཆེན་པོ་བཏང་གོ་རེད་བཀའ་མོལ་ག་རེ་གནང་གི་ཡོད་མེད་ཅིག་སེམས་ནང་ལོག་ནས་རྒྱ་གར་རོམ་གྱི་བཀའ་སློབ་ནང་གསུང་བ་ནང་བཞིན་རེད Emotional རེད Emotional ལབ་ན་ཅིག་སེམས་ཕམ་བདེ་ངེས་ད་ཅིག་སེམས་ཞུམ་བདེ་ངེས་ད་ཅིག་སེམས་ནང་ལ་ཅིག་ག་ལ་བ་རེད་ཅིག་རྔམ་སྐྲག་སྐྱེ་ངེས་ད་སེམས་ནང་ཅིག་ངར་སྐྱེ་ད་དེ་འད་ཀྱི་ཐོག་ནས་ང་ཚོ།

ཁྱོད་རང་གིས་འདི་བྱིན་ན་འགྲིག་ཤག་འདི་མ་བྱིན་ད་ནི་ཟེར་ཡང་དེ་འདྲའི་སྐད་ཆ་གླེགས་ཀྱི་རྡོག་འདི་སོང་ཙང་ང་རང་གིས་བོད་སྐད་རང་ཞུ་གི་ཡོད་དཔའ་བོ་སློབ་ཚང་རང་དཔའ་བོ་སློབ་དགའ་རང་ཚེ་ལགས་ཀྱི་དྲན་གསོས་དང་ཁོ་རང་གི་ཧང་བདག་སྙིང་རྗེ་ལུས་སེམས་འདི་ད་ཆོས་མེད་ཕུལ་བ་འདི་ང་ཚོ་བསམ་བློ་ཡག་པོ་བཏང་བོར་དར་བ་གཅིག་སྒྲིལ་མཐུན་སྒྲིལ་ལབ་བ་དང་ལབ་སང་གཅིག་ཧྥེ་ཧྥོན་མ་སྟོན་གཅིག་ཡུ་ཏུབ་དྲ་རྒྱ་ནང་དྲ་མ་འདྲ་ལབ། གྲངས་མ་འདྲ་ང་ཚོ་ལ་ཡོང་པ་རེད་ང་ཚོ་བསམ་བློ་གཉིས་བཏང་ཡ་འདི་ཧ་ཅང་གི་གལ་ཆེན་པོ་རེད་ངས་སྔར་དུ་ཞུས་བ་ན་ཞེས་རེད་བསམ་བློ་གཅིག་བཏང་ནས་ང་ཚོ་ཤེས་ཡས་འབྱོར་བ་འདི་ཉེན་ཁ་ཆེན་པོ་ཞུ་འཇུག་རེད་དེ་ང་ཚོ་གཅིག་སྒྲིལ་མཐུན་སྒྲིལ་དང་བོད་པའི་རྩ་དོན་དོན་དག་ལ་གནོད་ཡ་མ་ཞིག་ཕན་ཡ་ཡོང་མ་རེད། སྤྱི་བཏང་གི་ང་ཚོ་ནང་ཆོས་ནང་ལོ་གསུམ་གོ་ཡོད་རེད་ར་བ་ང་ཚོ་ནང་ཆོས་འདི་བསམ་བློ་བཏང་ཡ་གི་ནང་ནང་ལོ་བསམ་བློ་བཏང་ཡ་འདི་ཆོས་འདི་རེད་ལ་གི་ཡོད་ར་བ། འདི་སོང་ཙང་ང་ཚོ་གཅིག་སྒྲིལ་མཐུན་སྒྲིལ་ལ་ཡ་འདི་སྔར་དུ་ཞུས་བ་ན་ཞེས་རེད། སོ་སོ་དམིགས་བསལ་གི YouTube བཟོས་མཁན་རྣམ་པ་ཚོ་ལྷན་རྒྱས་རྣམ་པ་ཚོ།

དེ་འདི་ཁྱོད་ནས་ཀ་མེད་མ་གནང་རོགས་གནང་ཟེར་ནས་ཞུ་ཡོན་ཡོད་རེད་བ་མི་གཅིག་གི་ནོར་འཁྲུལ་ཡོད་བ་ཡིན་ན། དཔེར་ན་ཆ་ཤས་ན་ངའི་མིང་བྱམས་པ་རེད་བ་བྱམས་པ་གི་ནོར་འཁྲུལ་བྱེད་ཀྱི་ཡོད་ན་ཨོ་བྱམས་པ་གི་དེ་རིང་འགྲིག་སྟངས་འགྲིག་མ་སོང་བྱམས་པ་གི་འདི་འགྲིག་མ་སོང་ཨོ་ད་བྱམས་པ་ཁོ་གི་བྱམས་པ་ཚོགས་པ་གི་འདི་འདི་འདི་འདི་ཚོགས་པ་འདི་འགྲིག་མ་འདི་འགྲིག་མ་འདི་འགྲིག་ཆོལ་ཁ་ཆོལ་ལོ་འདི་འགྲིག་མ་ཁ་ཡོད་འདི་འགྲིག་མ་སོགས་ལབ་བ་ཡིན་ན། ཁོ་ཚང་མ་ཚོད་འགྲིག་གི་ཡོད་རེད་བ་འདི་ང་ཚོ་ཟབ་ཚགས་བྱེད་ཡག་ཧ་ཅང་གི་གལ་ཆེན་པོ་རེད་ཤག་རེད་བ། དཔེར་ན་ཆ་ཤས་པ་ན་ནང་ནང་ལོགས་ལ་སྤིན་རྒྱ་བཞི་ཡོད་བ་ཡིན་ན་རེད་བ་སྤིན་རྒྱ་བཞི་ནས་སྤིན་རྒྱ་གཅིག། ཨ་ནི་གཅིག། རྐུ་མ་འགྲོ་ཅིག་རྒྱབ་པ་ཡིན། ནང་མི་ཚང་མ་རྐུ་མ་ཆགས་ཀྱི་ཡོད་མ་རུ། འདི་མི་འདི་རང་རྐུ་མ་ཆགས་ཀྱི་ཡོད་རེད་མ་ཤེས་ནང་མི་ཚང་མ་རྐུ་མ་རེད་ཤེས་ཏག་ཏག་བསྡད་ཀྱི་ཡོད་མ་རུ། འོ་དེ་ནང་བཞིན་གྱི་ང་ཚོའི་གཅིག་སྒྲིལ་མཐུན་སྒྲིལ་བསམ་བློ་ལྟ་ཡ་འདི། གཅིག་སྒྲིལ་མཐུན་སྒྲིལ་ལས་དེ་དང་པོ་འདི་སེམས་པ་ནང་ལ་བསམ་བློ་སླེབས་པ་དང་ག་རེ་བརྗོད་གཞི་ལས་རྒྱུ་སྤེལ་རྒྱུ་ཡིན་ན་ཡོད་རེད། བོད་རིགས་སྤུན་ཟླ། བོད་ནང་ལ་ཡོད་པའི་བོད་རིགས་སྤུན་ཟླ། བོད་པ་འདི་དང་པོ་ཞྭའི་དཔེ་གལ་ཆེན་པོ་རེད་ཤག་བོད་པ་དང་བོད་འདི་གཅིག་འདི་མཐུན་སྒྲིལ་དང་པོ་འདི་ང་ཚོ་ཞྭ་འུ་དུ་དང་རུ་བ་ཨ་ནི་འདི་ལ་གལ་ཆེན་པོ་ཆེ་ཤོས་འདི་གསུམ་པ་འདི་རྒྱ་གར་རུ་ཆ་འདི་རུ་བ་ཨ་ནི་འདི་གཅིག་འདི་མཐུན་སྒྲིལ་འདི་ལ་ག་ཚོད་ཕན་ས་རེད་ག་ཚོད་གནོད་ས་རེད་ང་ཚོ་བསམ་བློ་བཏང་ཡ་ཧ་ཅང་གི་གལ་ཆེན་པོ་རེད་ཤག་རུ་བ་ངས་གི་འདི་དོ་སྣང་མང་པོ་བྱུང་སྤྱི་ཚོགས་ནང་ལྷུག་ལྷག་ཅིག་གི་ག་ལ་གོ་རེད་དཀའ་མའི་ནང་དུ་གོམ་པོ་སྐད་ཆ་ཐོག་མེད་ཤོར་གྱོ་ངས་འདི་འདི་རབ་དང་རིམ་པ་ཞིག་མཐོང་གི་འདུག། འདིའི་མཐོང་དུ་སྒོམ་པ་གོ་དུ་སྒོམ་པ་ཨ་ནི་ང་ཚོར་དཀའ་ངལ་འབྱུང་གི་འདུག་ཨ་འདིའི་སྡིག་གི་ཚོགས་པ་འགྲིག་མི་འདུག་འདིའི་སྡིག་གི་ཆོ་ག་ཆ་ལུགས་འགྲིག་མི་འདུག་ཨ་ནི་མི་གཅིག་གི་ནུས་མཐུ་ཤོར་བ་ཡང་ན་མིའི་སྡིག་གི་རང་ཅག་ནུས་མཐུ་ཞིག་འདི་ལ་ཏག་ཏག་ཅིག་སྡིག་གི་ཡོད་མ་རེད་རོ། ཚོགས་པ་གང་དེ་ཅིག་གི་རྒྱུ་ལས་ཡིན་ན་རེད་ཚོགས་གཙོས་ཡིན་ན་རེད་ཚང་མ་སྙིང་རྗེ་མི་ཆགས་དེ་ཡོད་རོ། ཨ་ནི། ད། དེ་རིང་ད་དེ་འདི་ར་ཅིག་སྐར་མ་ཉི་ཤུ་ཆ་ཚ་ཞེར་བ་ད་འདི་རང་ཞུ་ཡ་ཡིན་ད་ང་ཚོ་གཅིག་སྒྲིལ་ཐུན་སྒྲིལ་ལ་ཡ་དེ་དང་པོ་དེ་ལ་ཡག་པོ་མགོ་ཚོས་དཔེ་གལ་ཆེན་པོ་རེད་ཤག་སྔར་དུ་ངས་དཔེ་ཚུལ་བཞག་བ་ན་ཤེས་རེད་མི་ཁ་ཤས་ཤ་ཟ་ངེས་ཡོད་རེད་མི་ཁ་ཤས་ཤ་མ་ཟ་ངེས་ཡོད་རེད་རེད་བ་ཤ་ཟ་ངེས་དེ་ཁྱོད་རང་ཤ་ཟ་ཡི་ཡོད་རེད་འགྲིག་མི་འདུག་ཁྱོད་རང་བོད་པ་རེད་ཁྱོད་རང་ནང་པ་རེད་ལགས་ན་ཡིན་ད་ལྟ་ཞིག་དེ་གི་ཡོད་མ་རེད་ཤ་མ་ཟ་ངེས་ཅིག་ཡིན་པ་ཡིན་ན་ཡིན་ཁྱོད་རང་ཤ་མེད་རེད་ཤག་ཁྱོད་རང་ཤ་ཟ་བ་རེད་ཤ་མ་ཟ་འགྲིག་ཡོད་མ་རེད་ཁྱོད་རང། གཟུགས་པོ་ལ་གནོད་གེར་ལ་ཅེས་ཡོང་མ་རེད་རུ་བ་ཡིན་ནའི་ཁོ་རང་གཉིས་ཀྱི་བསམ་བློ་བཏང་སྟངས་གཙོ་བོ་དེ་ཁོ་རང་གཉིས་ཀྱི་ལ་ཁ་ལག་འདི་གོ་རུ་བ་ཁོ་རང་ཁ་ལག་ཟས་ཀྱི་ཁོ་རང་ཁོ་རང་གི་འདོད་པ་འདི་ཡོད་རེད་འདི་ནང་བཞིན་གྱི་ང་ཚོ་གི་བཀའ་མའི་ནང་དུ་དགོང་པོ་ཡིན་ན་ཆོལ་ཁ་ཆོས་ལུགས་ཡིན་ན་རེད་ཕ་ཡུལ་ཡིན་ན་རེད་ཚོགས་པ་གཅིག་གཅིག་སྒྲིག་མི་འདུག་ལ་ཡ་དེ་བཀའ་མོའི་རྩ་བ་གཉིས་ནས་མ་གནང་རུང་གནང་ཟེར་ཞུ་ཡས་ཡིན་འདི་གཅིག་དེ་མཐུན་མཐུན་ལ་ཕེ་ཡས་ཡོང་མ་རེད་གནོད་ཡས་མ་ཞིག་ཡོང་མ་རེད་བསམ་བློ་གསུམ་བཏང་འདུག་དགོང་པོ་དང་པོ་དེ་ལ་ཨ་ནི། བོད་ལ་ཡ་དེ་དང་པོ་བཞག་དགོས་རེད་རུ་བ། བོད་ནང་ལོགས་ལ་དཀའ་ཉེ་ག་ཚོད་སྤྲོད་ཤག། སོ་སོ་གི་སྐད་ཆ་བཤད་རྒྱུ་དེ་བོད་ལ་ག་ཚོད་གནོད་ས་རེད་ཕན་ས་རེད་རེད་བ་གཉིས་བ་འདི་ལ་བོད་པ་བོད་ནང་ལ་ཡོད་པའི་བོད་རིགས་སྤུན་ཟླ་ཚོ་རེད་བ་དཀའ་ཉེ་ག་ཚོད་སྤྲད་ས་རེད་ག་ཚོད་ཕན་ས་རེད་ག་ཚོད་གནོད་ས་རེད་ང་ཚོ་བསམ་བློ་བྱེད་སྟངས་ཧ་ཅང་གི་གལ་ཆེན་པོ་རེད་བསམ་གི་འདུག་གསུམ་པ་འདི་ལས་གལ་ཆེན་པོ་ནས་ཆེ་ཤོས་དེ་ང་ཚོ་གི་རྩ་བའི་བླ་མ་རྒྱ་བ་རོང་པོ་ཆེ་རེད་བ་ཨ་ནི་ང་ཚོ་གི་དཀའ་ངལ་གནང་སྟངས་དག་ག་རེ་ཡིན་ན་རེད་ཁོང་ལ་ག་ཚོད་ཕན་ས་རེད་ག་ཚོད་གནོད་ས་རེད་ང་ཚོ། བསམ་བློ་ད་ཡང་ཧ་ཅང་གི་གལ་ཆེན་པོ་རེད་ཤག་ཨ་ནི་གལ་ཆེན་པོ་ནི་ཆོས་ཞུ་དེ་མངལ་དུ་ཞུས་བ་ན་ཞིག་རེད། ང་ཚོ་བོད་པའི་སྤྱི་ཚོགས་ནང་ལོ་ལ་མི་གསུམ་ཡོད་རེད་གཅིག། བསམ་བློ། ཁ་སེམས་པ་ན་བསམ་བློ་བསམ་བ་དང་ཁ་ནས་བཤད་མཁན་ཡོད་རེད་གཉིས་པ་དེ་ལ་བསམ་བློ་གཉིས་དང་ནི་སྐད་ཤན་ཡོད་རེད་གསུམ་པ་དེ་ལ་སྐད་ཆ་བཅད་མ་ཤེས་མཁན་ཉན་བདེ་མཁན་ཡོད་རེད་རུ་བ། དེ་སོང་ཙང་བསམ་བློ་གཅིག་དང་ནི་ལབ་སང་ཁ་ནས་བཤད་མཁན་རྣམ་པ་ཚོ། ཨ་ནི་ང་ཚོ་ག་རེ་ཡིན་ན་རེད་ང་ཚོ་བསམ་བློ་ཡག་པོ་བྱས་ནས་རྒྱ་ཆེན་པོ་བཏང་རོགས་གནང་ཟེར་ནས་ཞུ་ཡས་ཡིན་ག་དུས་ཡིན་ན་ཡང་བསམ་བློ་གཉིས་བཏང་ནས་སྐད་བཤད་རོགས་གནང་བསམ་བློ་གཉིས་པ་དེ་མངའ་དུ་ཞུ་བ་ན་ཞིག་རེད། སོ་སོ་ཀ་མའི་ནང་དུ་ཡོད་ན་སྐད་ཆ་བཤད་དུ་གམ་པོ་ཡིན་ན་རེད་ག་གཱས་མི་གཞན་པ་ལ་ཕན་ས་རེད་ག་གཱས་གནོད་ས་རེད་རོ་ཨ་འདི་ལྟར་ཆབས་ཅིག་ཨ་ཆོལ་ཁ་ཆོས་ལུགས་རོ་ཨ་བོད་པའི་གི་གཅིག་སྒྲིལ་མཐུན་སྒྲིལ་ལ་ག་ཚོད་སུ་གནོད་ས་རེད་རྒྱ་བ་རོང་པོ་ཆེ་གི་ཀ་ལ་དེ་ཏག་ཏག་དེ་གི་འདུག་བས་དེ་གི་མི་འདུག་བས་བསམ་བློ་བཏང་ཡ་ཨ་ཧ་ཅང་གི་གལ་ཆེན་པོ་རེད་ཞགས་ཟེར་ནས་ཞུ་ཡས་ཡིན།

བརྗོད་གཞི་གང་འདོད་ཀྱི་ཁ་བཀོད་པི་ཡོད་ན་རེད་བཀའ་མོལ་ག་རེ་གནང་གི་ཡོད་ན་རེད་རེད་བ། ག་དུས་ཡིན་ན་ཡང་བསམ་བློ་གཉིས་བཏང་ནས་བཀའ་མོལ་གནང་རོགས་གནང་ས་ནི་ཞུ་ཡས་ཡིན་རེད་བ། གཅིག་འདི་མཐུན་སྒྲིལ་འདི་དང་པོ་ག་དུས་ཡིན་ན་ཡང་སུ་སུ་ཆོལ་ཁ་ཆོས་ལུགས་མ་བཞག་རོགས་གནང་སུ་སུ་གིས་ཕ་ཡུལ་ག་འདི་ཡོད་མེད་འདི་མ་བཞག་རོགས་གནང། དང་པོ་འདི་ལ་ང་བོད་པ་ཡིན་ཟེར་དང་པོ་འདི་བཞག་རོགས་གནང་གཉིས་བ་འདི་ལ་ཨ་ནི་བོད་ནང་ལོགས་ལ་བོད་རིགས་སྤུན་ཟླ་འདི་དང་པོ་བཞག་རོགས་གནང་གསུམ་པ་འདི་ལ་རྒྱ་བ་རོང་པོ་ཆེ་ཨ་ནི་ཐུ་ནང་ལོགས་བཞག་རོགས་གནང་ས་རེད་ཞུ་ཡས་ཡིན་དེ་ཚོ་གསུམ། གཅིག་དང་པོ་ལ་བཞག་ཐུག་ཡོད་ན་ང་ཚོས་ལས་འགུལ་ག་རེ་ཅིག་སྤེལ་བ་ཡིན་ན་ཡོད་རེད། ཏན་ཏན་གྱི་ཚགས་ཚུགས་པོ་ཡག་པོ་བྱུང་གི་རེད་བསམ་གྱི་འདུག་དེ་གསུམ་དང་པོ་མ་ཤར་བ་ཡིན་ན། ཨ་ནི། ལས་འགུལ་ག་འདྲ་ཅིག་སྤེལ་བ་ནས་སྔར་དུ་ཞི་བར་ན་ཞིག་རེད་སོ་སོ་སེམས་པ་ལྷོད་ལྷོད་བྱས་ནས་རོ། ཨ་ནི། བསམ་བློ་ཕུགས་ཐག་རིང་པོ་བཏང་ནས་ཨ་ནི་ལས་འགུལ་སྤེལ་རོགས་གནང་སེམས་པ་ནང་ལ་ཅིག་རྔམ་དྲག་དང་ཅིག་སེམས་པ་ནང་ལ་ངར་རྒྱས་དང་དེ་འད་ཅིག་ང་ཚོས་ལས་འགུལ་སྤེལ་བ་ཡིན་ན།

འདི་གི་ཐོག་ལ་ཡང་སྐད་ཆ་བཤད་ཧ་ཅང་གི་གལ་ཆེན་པོ་རེད་བསམ་འདི་ངེད་ཀྱི་པར་གཉིས་པ་ལ་བཞག་དགོས་ར་བ་ང་ཚོས་ད་ལས་འགུལ་གང་འདེད་ཅིག་མི་རེ་རེ་གི་ལས་འགུལ་གང་འདེད་སྤེལ་ཡ་ཡོད་རེད་བོད་པའི་གི་རྩ་དོན་དོན་དག་ལ་བོད་པའི་གི་ད་བོད་ནང་ལ་དཀའ་ངལ་འདི་གང་འདེད་སེལ་ཐབས་བྱེད་དགོས་ཡོད་མེད་ད་དེ་འདེད་ཅིག་ངེད་ཀྱི next part ལ་བཤད་ཡ་ཡིན། འོ་ལགས་སོ་ཨ་ནི་འདི་རང་ཞུ་ཡས་ཡིན་ལྷད་ཀན་རྣམ་པ་ཚོ་ངེད་ཀྱི་ཡང་བཀའ་མེད་གནང་རྒྱུ་དེ་ཚོ་ཅིག་ཏག་ཏག་ཅིག་བསྡད་ཀྱི་ཡོད་ན་ཨ་ནི་བིདེའོ་འདི་གང་མང་མང་ཅིག་ཤེར་བྱེད་རོགས་གནང་ཨ་ནི་ཤེར་བྱེད་བ་ཡིན་ན་སྔར་དུ་ཞུས་བ་ནང་ཞིག་རེད་ང་ཚོ་གི་དཔའ་བོ་སློབ་དགའ་རང་ཟེར་ལགས་ཀྱི་དྲན་གསོས་དང་ཁོང་གི་གཅིག་སྒྲིལ་མཐུན་སྒྲིལ་གྱི་ཨ་ནི་ཅིག་དོན་དག་འདི་འགོ་ཚུགས་ཡ་ད་ཏན་ཏན་ཅིག་ཕན་ཐོག་གི་རེད་བསམ་གྱི་འདུག་འོ་ལགས་སོ་འདི་རང་ཞུ་ཡས་ཡིན།